བདག་གི་གཟུགས་ལས་ལ་སོགས་པའི་གཞིར་ཁམས་ཆེན་པོ་འདིས་བརྩོན་པའི་གཡེང་བའི་ས་ལ་གནས་པ་དང། གཡེང་བའི་ས་ལ་གནས་པ་དག་བདེ་བའི་རྒྱུར་སྐྱེར་གཅིག་གི་སྔ་མ་སྨོན་ལམ་ལྟར་དང།

འགྱུར་མེད་ཀྱི་བདེ་བ་ཞིག་གིས། སྐུ་ཚེ་གོང་བོ་ལ་སྒྲིབ་གཞུང་ཆད་མ་མྱོང། ཨ་མའི་ནུ་ཞོ་མངར་མོ་དང་ས་འདིའི་གཤེགས་དགུ་ཡོངས་ཀྱི་བསོད་ནམས་ལས། མི་དགའི་བསམ་དོན་ཆུ་མཛོད་སྡུག་གི་དམུ་རྒོད་ཡུལ་དུ་ཀུན་འཁྲུངས། མུ་གེ་རྩ་ཐང་ནི་སི་ཁྲོན་ཞིང་ཆེན་རྔ་བ་བོད་རིགས་ཆུང་རིགས་རང་བྱུང་ཁུལ་ཟོང་ཆུ་རྫོང་དུ་ཡོད་ཡོད་མེ་ཏོག་ཆེན་པོ་ལྟར་རི་ཀླུང་ཁྲོད་དུ་འདྲེས་ཤིང། མཛེས་སྡུག་གི་ལང་ཚོ་ཡི་ཨ་སྔོན་གྱི་བཙུན་པ་དང་སྐར་ཚོགས་ལ་སྦྱང་གཟིགས་མཛད་པ་དང་གཉིས་སུ་མེད། ས་ལ་རྒས་ཀྱི་ཚོང་བའི་གནས་འདི་ལ་ལོ་རྒྱུས་ཡི་རིགས་ལྡན་པའི་མི་དགོས་དགོན་པ་བཅའ་ཞིང། དེ་ཡིས་ལྟེ་བར་བཤད་པའི་ས་ཆ་འདི་ན་རིག་ནུས་ཀྱི་དཔའ་ཡུལ་ནི། རྒྱའི་མི་སྒེར་བསམ་སྟེ་འདིར་ཡ་ཡོ་ཉིང་པོ་འགྱུར་མེད་ཀྱི་ཆུ་ཚད་དཔའ་ཞིག་ཡིན་ལ། ཁྱིམ་རྒྱུད་འདི་ལ་སྐྱེ་བོ་དྭངས་མ་མང་པོ་འཁྲུངས་ཤིང། དེ་ལྟ་བུའི་འཁོར་ཡུག་ལ་བརྟེན་ནས་མི་སྒེར་བསམ་པའི་ཆུང་དུས་ནས་ནང་བསྟན་གྱི་ཐོས་བསམ་ལྷང་ཉེན་བྱ་རྒྱུ་ལ་བག་ཆགས་བཟང་པོ་དང། ལྟང་ཚེ་ཡག་པོ་ཡོད། ཕྱི་ལོ་བཅུ་སྟོང་གི་བརྒྱ་ཉེར་བཞི་རྩ་ལྔ་ལོར་དགུང་ལོ་བཅུ་གཅིག་ཐོག་མི་དགོས་དགོས་གནས་རབ་ཏུ་བྱུང་ཞིང། དེ་ནས་བཟུང་དམ་ཚིག་ཉམས་ལེན་གྱི་མ་ཚུལ་འབྲི་བཞི་མགོ་བརྩམས། དམུ་དགེ་དགོན་གྱི་མིའི་ཆ་ཚང་ལ་དམུ་དགེ་བཀྲ་ཤིས་ཆོས་འཁོར་ལེན་བཞིན་དུ་ལ་རྒྱའི་ཙོང་ཁ་བ་མཆོག་གི་མཎྜལ། ཚ་ཁུང་ངའོ་གྲོགས་པ་ལགས་ཀྱིས་སྤྱི་ཟུང་དགུ་བཅུ་གོ་བཞི་ལོ་ཤོག་བཏབ། ད་ལྟའི་བར་ལོ་ངོ་དྲུག་བརྒྱ་ལྷག་གི་ལོ་རྒྱུས་ཡོད། ལོ་ངོ་བརྒྱ་ཕྲག་གི་བོན་གྱི་གྲལ་དུ་མི་དགུ་དགོན་དུ་མི་རིགས་ཀྱི་འཁོར་ཡུག་བཟང་པོ་དང་བོད་རིག་གནས་ཀྱི་རྨང་གཞི་གཏིང་ཟབ་མོ་ཕྱོགས། རྗེ་དམིགས་དགེ་བསམ་སྟེ་ཐོག་མར་དགོན་པ་ལ་བྱོན་ཏེ་གྲྭ་བཙུན་ལྔ་བརྒྱ་ལྷག་ཡོད། དེ་ལས་དགེ་བའི་བཤེས་གཉེན་མང་པོ་བཞུགས་ཡོད། དེ་ལྟར་དགུང་ལོ་ཆུང་བའི་དམིགས་དགེ་བསམ་སྟེ་མཆོད་དགའ་བ་སྟོང་དང་སྤྲོ་བ་འབུམ་གྱིས་རིག་པའི་ལམ་དུ་ཕེབས།

ནང་གི་དུག་མཐོང་བུ་ཟོག་གི། ཁོང་གི་མཚན་ལ་ལྷ་སྲིན་རྒྱ་མཚོ་ཞེས་ལ། རྒྱའི་མི་དགེ་བསམ་སྟོད་ཀྱི་སྐུ་ཚ་དང་མི་དགོས་དགོན་པའི་དགེ་བཤེས་རེད། ཁོང་གིས་རྒྱའི་མི་དགེ་བསམ་སྟོད་ཀྱི་ཕྱག་རྫས་ནང་ཉར་ཚགས་ཡག་པོ་གནང་ཡོད་ཁོང་ལ་བཤད་ན། ཕྱག་རྫས་འདི་ཚོ་ནི་རིན་པོ་ཆེ་ལྟར་བརྩིས་ཡོད་ལ། ཕྱག་རྫས་འདི་དག་ལ་ད་ཐེངས་རེ་རེ་བླ་མ་དང་མཉམ་དུ་ཡོད་པའི་ཀ་བ་བཟང་པོ་དེ་དག་དྲན་ཡོང་ཞིང། བླ་མའི་འདམ་ངོགས་དང་ཤེས་རབ་ཟབ་མོ་དེ་དག་དྲན་ཡོང། མི་དགེ་བསམ་འཕེལ་གྱིས་དམིགས་རྡུལ་བརྒལ་ནས་ལོ་ངོ་བཅུ་ལྷག་གི་རིང་དུ་ལྷོ་གཞུང་ནང་བཞིན་ཤེས་ཐོབ་ཀྱི་ཤེས་རབ་དང་གཞུང་རྟོགས་ཀྱི་རྩལ་འདིས་དགེ་བའི་བཤེས་གཉེན་མང་པོའི་ལམ་ཁྲིད་ལ་བརྟེན་ནས་ཐུན་མོང་དང་ཐུན་མོང་མ་ཡིན་པའི་རིག་གནས་མཐའ་དག་ལ་ལྷོ་གཉིས་རིམ་པ་ནང་བཞིན་མཁས་པའི་ཕ་རོལ་ཏུ་སེམས་པ་རྨང་གཞི་བརྟན་པོ་བཞག་ཡོད། མི་དགེ་བསམ་སྡེ་གྱི་ཨ་ཞང་བོ་མཐའ་བླ་མ་ཡང་དགེ་བཤེས་ཆེན་པོ་ཞིག་རེད། ཁོང་གིས་མི་དགེ་བསམ་སྡེ་ལ་བོད་ཆོས་ཟབ་མོ་བཞག་ཡོད། ཁོང་གིས་དུས་རྒྱུན་དུ་མི་དགེ་བསམ་སྡེ་ལ་བླ་རུང་དགོན་པའི་ལོ་རྒྱུས་བཤད་ནས་མི་དགེ་བསམ་སྡེ་ཆུང་དུས་ནས་བླ་རུང་ཕྱོགས་སུ་རེ་སྨོན་ཆེན་པོ་བྱེད་ཀྱི་ཡོད། ཐེངས་ཤིག་ལ། ལྷ་རོང་བཀྲ་ཤིས་འཁྱིལ་གྱིས་དགེ་བའི་བཤེས་གཉེན་བཀའ་ལྷུན་དཔལ་འབྱོར་མི་དགོས་དགོན་དུ་ཕེབས་ཤིག། མི་དགེ་བསམ་སྟེ་ཅིག་བཀའ་ལྷོག་ལ་ཉལ་རྗེས་མགོ་སྨད་ཀྱི་དལ་བཀྲོལ་ཞིག་བྱས། ལྷ་རོང་བཀྲ་ཤིས་འཁྱིལ་དུ་ལྷོ་གཉེར་འགྲོ་འདོད་ཆེན་པོ་བྱུང། ཁོང་གིས་རོང་ནབ་དང་ཚིག་འདི་འདྲ་ཞིག་བྲིས་ཡོད། ངའི་མཚན་མོའི་རྨི་ལམ་ལ་ཡང་བདེ་རྩ་ཆེན་པོ་བླ་རུང་བཀྲ་ཤིས་འཁྱིལ་ལ་ལྷོ་གཞུང་སོགས་ནས་རང་ཉིད་ཀྱི་ཤི་ཚད་ཇེ་མཐོ་དང་ནང་བསྟན་རིག་གནས་ལ་འཐུས་ཚང་སྒོམ་ཟེར་བྱ་རྒྱུ་དེ་ཡིན་གསུངས། ཕྱི་ལོ་སྤྱི་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོའི་ཡ་གར་ཞོགས་པའི་ཉི་ཟེར་མཁའ་སྣོད་འཁྲིགས་པའི་དུས་དེར། མི་དགེ་བསམ་དོན་གྱི་པོ་ཏི་རྒྱབ་ལ་བསྣམས། གཡར་བའི་རྟ་ལ་བཅིབས་ཏེ། མེ་ཏོག་རྣམ་པར་བཀྲ་བའི་ལམ་མཁའ་ནས་སེམས་ཀྱི་ཞིང་ས་བླ་རུང་བཀྲ་ཤིས་འཁྱིལ་དུ་ཕེབས། བླ་རུང་བཀྲ་ཤིས་འཁྱིལ་ནི་བཀའ་སྲུང་ཞིང་ཆེན་གྱི་ལྷོ་རྒྱུད་ཟུང་ཆུ་རྫོང་དུ་ཡོད་ལ། ཕྱི་ལོ་སྤྱི་ལྡིང་སྤྱི་ལོ་ནས་འཇམ་དབྱངས་བཞད་པ་དང་གུང་ཐུང་རིན་པོ་ཆེ་སོགས་ཀྱིས་ཕྱོགས་བཏབ་པ་དང་འཕེལ་རྒྱས་བཏང་བ་སྟེ། རིམ་བཞིན་བོད་རྒྱུད་ནང་བསྟན་གྱི་རྒྱལ་གླུའི་པའི་གདན་ས་ཆེན་པོ་དྲུག་གི་ཡ་གྱལ་ཞིག་ཏུ་གྱུར། དགོན་པའི་ནང་དུ་ཆོས་གཞུང་པོ་ཏི་སྣ་ཚོགས་ཁྲི་དྲུག་ལྷག་ཡོད་ལ་དཔེ་གཞུང་ཆེས་མང་བའི་དགོན་པ་ཞིག་ཡིན། དུས་ཡུན་ཟླ་བ་གཅིག་གི་རིང་མི་དགེ་བསམ་གཏན་ཞབས་དང་ཕྱི་རྟགས་གཉིས་ལ་བརྟེན་ནས་རི་ལུས་མང་པོ་བརྒལ་ཏེ་ཞི་ལས་ལྔ་བརྒྱ་ཆོད་པའི་བླ་རུང་བཀྲ་ཤིས་འཁྱིལ་དུ་ཕེབས། ཁོང་གིས་སྐུ་ཚེ་གཅིག་གི་ནང་ཆེས་གལ་ཆེ་བའི་སློབ་སྦྱོང་དང་ཉམས་ལེན་འགོ་ཚུགས། ལ་རང་བཀྲ་ཤིས་འཁྱིལ་ལ་དགེ་བའི་བཤེས་གཉེན་མང་པོ་བཞུགས་ཡོད་ལ། འདི་ནས་ཤེས་བྱ་མང་པོ་ལྷག་ཙམ་རེད་དེ་དགེ་འདུན་པ་རྣམས་ཀྱི་བརྒྱུད་ལམ་ཧ་ཅང་བཟང་པོ་ཡིན། ཐ་ན་རྒྱུན་འཁྱོངས་ཐུབ་མཁན་ཉུང་ཉུང་རེད། ལྷོ་གཞུང་མཐར་ཕྱིན་པ་ཞིག་ཡོང་ཆེད་མི་དགེ་བསམ་གཏན་དང་ཁོང་གི་ཁྱི་ཕྲུག་ཚོ་ཕྱི་ལ་གསོད་རྙོག་འགྲོ་བའི་དུས་ཚད་ཅུང་ཉུང་ཉུང་རེད། ལ་རོང་བཀྲ་ཤིས་འཁྱིལ་ནས་མི་དགེ་བསམ་གཏན་གྱི་མྱུར་ཚད་གཡོལ་མེད་ཀྱིས་དུས་བསམ་ལྷོར་བསྙེགས་གནང་བས་ཕུལ་དུ་བྱུང་བའི་གཞུང་འབྲེལ་ལོ་ལྔའི། སྤྱི་སྒེར་བཞི་བཅུ་ཞེ་སོ་ལོ་དགེ་བཤེས་ཀྱི་དམ་བཅའ་དང་སྤྱི་སྒེར་བཞི་བཅུ་ཞེ་བདུན་ལོ་དོ་རོང་པའི་དམ་བཅའ་བཞག།

ཕྱི་ལོ་སྐྱིད་སྟོང་དང་གྱ་ལྔ་སྤྱི་ལོ་ཀོང་ཏུང་བཀའ་ཁྲི་སྤྲུལ་པ་མཆོག་གིས་མཚམས་ཞུགས་གནང་བ་ལྟར་མི་སྒེར་བསམ་འདུན་ཅུའུ་ལན་ཀྲུང་ནས་པེ་ཅིན་ལ་ཕེབས། མི་སྒེར་བསམ་འདུན་ཀྲུང་དབྱང་མི་རིགས་ལས་དོན་ཨུ་ལྷན་སྐབས་སོ་གསུམ་པའི་ནང་དུ་ཕྱོགས་ལས་གནང་མི་རིགས་གཉིས་བར་གྱི་བོད་ཡིག་འགྱུར་ཞིབ་ཀྱི་འགན་བཞེས། གཅིག་གྱ་ལྔ་སྤྱི་ལོར་རྒྱལ་སྲིད་སྤྱི་ཁྱབ་ཁང་གིས་ཀྲུང་དབྱང་མི་རིགས་ལས་དོན་ཨུ་ལྷན་ལ་བླང་བྱ་བཏོན་ནས། ཀྲུང་གོ་མི་དམངས་ཆབ་སྲིད་གྲོས་མོལ་ཚོགས་འདུའི་ཕྱི་ཡི་རྩ་འཛིན་དང། ཀྲུང་དབྱང་མི་དམངས་སྲིད་གཞུང་དང་བོད་ལྗོངས་ས་གནས་སྲིད་གཞུང་བར་གྱི་ཞི་བའི་བཅུད་འགྲོ་གཏོང་ཐབས་ཀྱི་ཞི་ཁྲོའི་སོགས་ཡིག་ཆ་གལ་ཆེ་བོད་ཡིག་དཔར་གཞི་འགྱུར་ཞུ་བྱེད་མཁན་བཀོད་སྒྲིག་བྱ་དགོས་གསུངས། མི་སྒེར་བསམ་འདུན་དང་བློ་མཐུན་ཁག་ཅིག་གིས་བཀའ་ལྟར་འགྱུར་ཞུ་བྱས་ནས་མཐའ་མར་རེ་བ་འཆུག་ཟིག་ཟིག་མ་སོང་བ་དང་མགོ་ཁྲིད་ཀྱི་ཁས་ལེན་ཐོབ།

མའོ་ཀྲུའུ་ཞི་གི་དཔུང་ཚོགས་འདི་རང་གི་དེབ་དང་བོ་སྟེ་བ་གཉིས་བ་དུ་སོགས་ཆེ་ན་ཅུང་ཅན་གྱི་འགྱུར་དཔེ་མིག་གི་ཡིག་ནོར་ཚད་ལྡན་ཡིན་ནོ། ཡལ་ག་མེད་པའི་བྱེ་གདུང་བྱེ་གདུང་སྐམ་པོ་རང་རེད། ཤུག་པ་མེད་པའི་བྱེ་ཆུང་ནག་ཁའི་སྦ་བ་རང་རེད། སྡེར་མོ་མེད་པའི་སེང་གེ་ཆི་རྒན་རྒྱ་བོ་རང་རེད། ཡོལ་དུས་མེད་པའི་ཞལ་བུ་ཞལ་བུ་བླུན་པོ་རང་རེད། འདི་ནི་མི་སྒེར་བསམ་སྟེ་ཀྱིས་ཁོང་གི་སྲིང་མོའི་དཔེ་ཆེད་དུ་བྲིས་པའི་ལེགས་བཤད་ཅིག་རེད། ཁོང་གི་ཉེ་འཁོར་གྱི་སྲས་མོ་བདེ་མཆོག་ཤེས་དང་ལྷ་སྲིན་རྒྱ་མཚོ་ལ་དེ་ནམ་ཡིན་ན་ཡང་བོད་ཡིག་དང་བོད་ཀྱི་རིག་གནས་ཡག་མོ་གཞུང་ཞེས་ལུང་ཤ་བཏོན་པ་རེད། བཅུ་བཞི་དུ་ང་ལོ་གསར་ཚེས་བརྩི་སྙིང་ཁར། ཚེས་བརྩི་སྙིང་ཁར་ལ། ཤི་ཚོ་རྩེ་སྐད་འཇོ་འཇོ། དགའ་སོང་ནས་དེ་སྙིང་ཁར་གྱི་ཡི་གེ་དེ་ཧྥ་ཡི་མདུང་ཁང་མ་ནས་རྩེ་སྐད་འོག་སོང་ཞུ་ཁྲོ་གཡས་ར་ཡོང་འདི་གང་རུ་གི་མདུན་ཟེར་དེའི་མདུང་མ་ཞེས་དེའི་མདུང་མོ་གཏུགས་ཚུབ་གཅིག་གཉིས་ཡར་མར་བཟེད་རོགས།

སྟག་བཤམས་ཀྱིས་མི་ཁྱབ་པ། མི་རིགས་ཀྱི་དོན། མིའི་རིགས་ཀྱི་ནང་གི་དོན། མ་སེམས་ཅན་གྱི་དོན་མ་གཏོགས། ཁ་ཁ་འདོགས་རྒྱག་མེད། དུ་མ་ཡོད་དུས་ད་ང་རང་རང་འགྲུག་གི་འགྲུག། ད་ང་དད་པ་གཏོང་ནས་དྲང།
པེ་ཅིན་ནས་ཕྱིར་རྔ་བ་ལ་ཕེབས་རྗེས་མི་སྒེར་བསམ་སྡེབས་ཀྱི་མིང་བྱང་ཚོགས་པར་བརྩམས་བསྒྲིགས་པ་དང་དེ་ནས་རྔ་བ་ཁུལ་སུ་ཀྲི་སི་ཕྱོགས་ལས་གནང་གཞིས་བཞུར་དུ་བོད་རྒྱ་ཚིག་མཛོད་ཆེན་མོའི་བརྩམས་བསྒྲིགས་བྱ་བར་ཞུས།
རང་ཁུལ་གྱི་ཐག་བསྟེན་རྡོ་ལག་གི་ལུས་ཚང་ནས་ཚོང་འབྲེལ་པས་གྲོགས་བསྐོ་བའི་དེ་རང་ཁུལ་གྱི་དེ་ཡིན་གྱི་སི་ཐ་རི་པེ་ཅིན།

གཙང་སྒྱུར་བཅོས་ཐོག་མ་མཛོད་སྐབས་བཀའ་སྡོད་བོད་སྐད་ལ་ཚད་ལྡན་གྱི་ལྷོ་སྡེ་མེད་པའི་གནས་ཚུལ་ལ་དམིགས་ནས་ཐོག་མར་རང་སྐྱོང་ཁུལ་གྱི་བོད་ཡིག་སློབ་ཆུང་གི་བོད་ཡིག་ལྷག་སྡེ་དང་པོ་ནས་བཞི་པའི་བར་ཡིན། དེ་ནས་རང་སྐྱོང་ཁུལ་གྱི་བོད་ཡིག་ཡུལ་མོ་ཟེར་བའི་ལྷོ་སྡེར་བྲིས།

ད་ལྟ་ལ་ཡང་ས་ཆ་ཁ་ཤས་ལ་བོད་གཞས་གནང་བཞིན་ཡོད། གཅིག་གི་གྱ་དྲུག་ལོར་བོད་ཡིག་ཡིན་མུ་ཟེར་བའི་ལྷོ་དེབ་ལ་མཉམ་འབྲེལ་རྒྱ་མཚོ་སློབ་གསོ་དང་ཚན་རིག་རྩ་འཛུགས་ཀྱི་བྱ་དགའ་ཐོབ།

ཞེས་འབྲུག་སྡེ་དང་གསོ་སྤྲུལ་གྱི་ཚོང་ཆས་ཅི་འདྲ་ཡིན་རུང། ཁོང་གིས་ལོག་བསྟེན་འགྱེལ་བ་མེད་པའི་ཀྲུང་གོ་གུང་ཁྲན་ཏང་དང་ཞི་འདུག་མཉམ་མྱོང་བྱས་ཡོད། མཚོ་བོད་ཁྲོད་དང་དཔལ་ཆེན་ནང་སྐད་ཆ་ཅི་འདྲ་ཡིན་རུང་ཁོང་གིས་བློ་ཁུངས་ཆེན་པོས་རྒྱལ་ཁབ་དང་ཁྲེལ་གྲོགས་མཉམ་སྤེལ་བྱས།
མཐུན་སྒྲིལ་གོང་འོག་གཅིག་གྱུར་དང་དམིགས་བསལ་འཛུགས་སྐྲུན་ལ་བརྩོན་ཡོང་དགོས། འཛམ་གླིང་གསར་བརྗེའི་སྤྱི་དོན་ལ་དྭངས་གསལ་དཀར་བའི་བསམ་པ་འདོན་དགོས།
ཕྱི་ལོ་ཆིག་སྟོང་གི་བརྒྱད་ཁྲི་བཞི་རེ་དགུ་ལོར་མི་རིགས་དཔེ་ཁྲིད་ཁང་གིས་པེ་ཅིན་དང་མའོ་ཙེ་ཏུང་གི་གསུང་ཚགས་བཅས་དེའི་སློབ་སྦྱོང་རྩིས་ཁྲ་བཙུགས། བོད་ཡིག་གཅིག་གྱུར་བྱས་རྗེས་སྐབས་དེར་བོད་ཡིག་གཅིག་གྱུར་ཟམ་བཀོད་དེར་བསྡུས་མིང་ལ་ཧོ་པིན་ལིའི་ཟམ་བཀོད་ཟེར། དེ་ལ་བརྟེན་ནས་བོད་ཡིག་བརྡ་སྤྲད་གསར་པ་བཟོས་ནས་རྒྱལ་ཡོངས་བོད་ཁུལ་དུ་བཀྲམ། བཅོས་སྒྱུར་འདིས་བོད་ཡིག་བརྡ་སྤྲད་ཀྱི་རྒྱུན་རིང་ལོ་རྒྱུས་དང་འཕེལ་རྒྱས་ཆོས་ཉིད། ལོག་ལས་བྱེད་ལ་ཐོངས་མཆི་བཤད་ནས། མི་དགེ་བསམ་པས་དེ་ལ་ཐོངས་ཚབས་ཆེན་པོ་བྱས། སྐབས་དེར་དམིགས་བསལ་གྱི་ལོ་རྒྱུས་རྒྱ་ཆུང་ཡོད་པས་ཁོང་གིས་ཁ་ཞེ་ཅི་འདྲ་བཀོད་ན་ཡང་གནས་དེ་དེ་ཐག་བཅད་མ་ཐུབ། དེ་གི་རྒྱལ་ཕྱིར་ལོ་མི་དགེ་བསམ་དེ་བལ་རྒྱུད་དུ་འཚོགས་པའི་རྒྱལ་ཡོངས་སྐབས་གསུམ་པའི་གྲངས་ཉུང་མི་རིགས་སྐད་ཡིག་བཤད་ལུས་ཚོགས་འདུ་ཐེངས་གསུམ་པ་ལ་ཞུགས།

ཁོ་ཚོས་ཧྲུན་ཅན་རྒྱུན་འཛིན་བྱས་ནས་དེའི་རྨང་གཞིའི་ཐོག་མ་འོངས་བ་ལ་ཁ་ཕྱོགས་པའི་ཞིབ་འཇུག་གི་ཐབས་ལམ་དང། དེ་ནས་ཁོ་ཚོས་ཐུན་མོང་མ་ཡིན་པའི་ཞིབ་འཇུག་གི་བསམ་བློ་དེ་སྦྱོང་བ་དང། དེས་སྐབས་དེའི་སྤྱི་ཚོགས་རྒྱབ་ལྗོངས་བར་གྱི་འབྲེལ་བ། ཁོ་ཚོས་རླབས་ཆེ་བའི་མི་གཤིས་དང། ཁོ་ཚོས་བླ་ན་མེད་པའི་རྩལ་ཆེན། ཁོ་ཚོས་ཁེ་བའང་འདི་ཚོ་ཞིབ་འཇུག་བྱས་ན་ཁོ་ཚོའི་འདུ་ཤེས་ཡིན་ན་འདྲ་ཁོ་ཚོའི་བསམ་བློ་ཡིན་ན་འདྲ། དེ་ཕྱི་རབས་པ་ཞིག་རང་གི་མི་རིགས་ཀྱི་ལོ་རྒྱུས་དང་རིག་གནས། སྤྱི་ཚོགས་ལ་ངེས་དོན་དུ་གྱུར། ད་བར་ང་ཚོ་ཡིན་ན་བོད་ཀྱི་བོད་རིག་པ་ཞིབ་འཇུག་དེ་གོམ་གང་མདུན་སྤོས་ནས་གོང་འཕེལ་གཏོང་རྒྱུ་དེ་ཧ་ཅང་རིན་ཐང་ལྡན་པ་རེད་ཞེས་བསམ་ཡོད།
དང་ནང་ཐུག་དག་ཤོས་ཤོག་ནང་དག་གཉིས།

དེ་བས་ད་ཁོང་གསུམ་གྱི་རྗེས་དྲན་ཚེ་འདི་རོགས་རྗེས་དྲན་ཁོང་ཚེ་ལྷིག་ཁོག་གི་དེ་ནང་ན་འདི་ཁོང་གསུམ་གྱི་རྣམ་ཐར་རྩོད་བཞིན་གི་ཡོད། རྗེས་མ་དགེ་བསམ་སྟེ་ནི་དུས་རབས་ཤིག་གི་མཁས་དབང་ཡིན། ཁོང་ཀྲུང་གོའི་རྔ་བ་མི་དགེ་རྩ་ཐང་ནས་ང་ཚོའི་ཕྱོགས་སུ་ཕེབས་བྱུང། མི་དགེ་དགོན་ནས་བླ་རུང་བཀྲ་ཤིས་ཀྱིས་དང།